གནས་སྐོར་ཡོང་བ་ཡིན་ན་ཕེབས་པའི་ནང་བཀྲ་ཆབ་བདེ་བོ་འོ་དེ་འདྲ་གི་ས་ཆ་ཡོད་དུ་འོང་བ་ཞིག་རེད་འདུག་སྙེ་ཤང་དགུ་རྟ།
དེ་ནི་ང་རང་ཚོ་ད་ཅིག་གནས་མཇལ་ད་ཅིག་གནས་སྐོར་བའི་དགེ་མཚན་འདྲ་བོ་ཅིག་ད་བདུད་འདུལ་འདྲ་བོ་ཅིག་ཞུས་པ་ཡིན་ན། སྤྱི་བཏང་གི་སྐྱེས་བུ་དམ་པ་གོང་མ་རྣམས་ཀྱིས་ཞབས་བཅགས་པའི་གནས་ཁྱད་པར་ཅན་འདི་འདྲའི་ལ་ང་རང་ཚོ་གནས་མཇལ་དུ་ཕེབས་ཡ་དེ་དཔེ་མི་སྲིད་པའི་གལ་ཆེན་པོ་ཞིག་དང་རྩ་ཆེན་པོ་ཞིག་ཏུ་ཆགས་བསྡད་ཀྱི་ཡོད་རེད། ག་རེ་ཡིན་ཞུས་པ་ཡིན་ན་ང་རང་ཚོ་དབང་པོ་རབ་འདྲ་བོ་ཅིག་ཡིན་ན། སྐྱེ་བོ་གོང་པ་རྣམས་ཀྱིས་བྱིན་གྱིས་བརླབས་པའི་གནས་འདི་འདྲའི་ལ་ཡར་ཕེབས་པ་ཙམ་གྱིས་ཅི་རྟོགས་པ་མངོན་དུ་གྱུར་ཏེ་ལ་སོགས་པ་དང། དག་ན་བྱིན་གྱིས་སྐྱེ་བོ་གང་ཟག་འབྲིང་གཅིག་ངོ་ནས་བྱོས་པ་ཡིན་ན། གནས་འདི་ལ་ཕེབས་ནས་གནས་ལ་ཡར་ཉམས་ལེན་འདྲ་བོ་ཞིག་གནང་པ་ཡིན་ན་ཉམས་ལེན་གོང་འཕེལ་ཡོང་ཡས་ལ་ཡར་དགེ་མཚན་ཡོང་ཡས་དང། དག་ན་བྱིན་གྱིས་གང་ཟག། སྐྱེས་བུ་ཐ་མ་བ་ཅིག་ངོས་ནས་ཡིན་ན་ཡང་ཨ་ནི་ཅིག་གནས་བྱེད་དུ་ཕེབས་པ་ཙམ་གྱིས་ཨ་ནི་སྐྱེ་བ་ཐོག་མ་ནས་བསགས་པའི་ཨ་ནི་ལས་ཀྱི་སྡིག་པ་ཐམས་ཅད་དག་ཐུབ་པའི་ཆེད་དང། ཨ་ནི་མཐར་ཐུག་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཨ་ནི་ཅིག་འདི་ལག་ཏུ་འཕྲོག་ཐུབ་པའི་ཀྱི་ད་ཅིག་ནུས་པ་ཅན་ཅིག་ཆགས་འདས་ཡོད་དུས་ཨ་ནི་ང་རང་ཚོ་ཅིག་དངོས་གནས་དྲ་གནས་ཅིག་རིས་སུ་མ་ཕྱེས་པའི་ཨ་ནི་སྐྱེས་ཆེན་དམ་པ་ག་འདྲས་བཞེངས་པ་ཡིན་ན་ཡང་ཨ་ནི་གནས་འདི་འདྲས་ལ་ཡང་འགྲོ་ཐུབ་པའི་གནས་འདི་འདྲའི་ལ་ཡང་ག་ས་བར་ད་གནས་མཇལ་དུ་ཕེབས་དགོས་ཏེ་ཞི་རགས་ཀྱི་གལ་ཆེན་པོ་ཞིག་ཆགས་འདེགས་ཡོད་རེད་དེ་ཡིན་དུས་ཚང་མས་ད་ཅིག་གནས་མཇལ་དུ་ཕེབས་ཡ་དེ་གལ་ཆེན་པོ་ཡིན་དུས་ད་གནས་མཇལ་བའི་གི་དགེ་མཚན་འདྲ་བོ་ཞིག་ད་དུ་དུས་ཙམ་ཅིག་འདི་འདྲའི་ཅིག་ད་ང་རང་གི་བསམ་འཆར་ཙམ་འདུག་ཟིན་ག་རེ་མཆིས།

ཡོན་ཏན་ཚང་ཞིང་བསམ་གཏན་པའི་རྒྱུད་པས་བྱིན་རླབས་འཇུག་པར་བཞེས་དགེ་མཚན་མདོར་ན་རྗེ་བཙུན་ཆེན་པོ་ཡབ་སྲས་ཀྱིས་བྱིན་གྱིས་བརླབས་པའི་དབྱིངས་དཔེ་གནས་ཀུན་ཏུ་ཚེ་འདི་བློས་བཏང་བྱ་བྲལ་གྱིས་ཁེངས་ནས། སྒྲུབ་བརྒྱུད་བསྟན་པ་དར་ཞིང་རྒྱས་པར་བརྩོན་སྒྲུབ་བསྐྱེད་རྩུབ་རྒྱན་ཞལ་འཕགས་འདོར་བྱེད་ཀྱི་རླུང་སེམས་འདུ་སྡེར་དྲངས་པའི་མཛའ་ན་མོ་ཟ་ནམ་ཕོ་ཉའི་དབང་མོ་ཚེ་རིང་མས་སྒྲུབ་བརྒྱུད་བསྟན་པ་སྤེལ་བའི་གྲོགས་མཛོད་ཅིག། བསོད་ནམས་རིན་ཆེན་ཁོང་བྱ་གཞོན་པ་ཡིན་ན་ང་ཚོའི་གིས་ཨ་ནི་མཚམས། བསྙེན་སྒྲུབ་ལོ་གསུམ་མཚམས་བསྙེན་སྒྲུབ་ཞུས་ཚར་བ་རེད། ད་ལྟ་གནས་ཁྱད་པར་ཅན་ཁག་ལ་གནས་སྐོར་ཕེབས་དང་ཕེབས་བཞིན་པའི་སྐབས་ཀྱི་དེ་འདྲའི་རེད་འདུག་ད་རིང་གི་དེའི་གི་གནས་སྐོར་གྱི་འགྲེལ་བཤད་འདི་ཁོང་ལ་ཅིག་འགྲེལ་བཤད་གནང་རོགས་གྱིས་ངས་ཡ། ཁོང་ལ་རེ་བ་ཞུ་ཡིན། བྱས་ཙང་འདི་གཞིར་བཟུང་གིས་ཁོང་གིས་ད་རིང་གནས་བཤད་གནང་གི་རེད། བྱས་ཙང་ཁྱེད་རྣམ་པ་ཚང་མ་དྲ་གྲོགས་ཚང་མ་ཨ་ནི་ཡག་པོ་གཟིགས་ཨ་ནི་མ་འོངས་པ་གནས་འདི་ཚོ་ལ་ཡང་ཡང་གནས་སྐོར་ཕེབས་ཐུབ་པའི་གི་ང་ཚོའི་སྨོན་ལམ་དང་ཁྱེད་རྣམ་པའི་སྨོན་ལམ་རྒྱ་རོ་ནངས་སུ་ཞོད་འདུག། བོད
བྱང་ཕྱོགས་མུན་པའི་སྨག་རུམ་ནང་གང་ལ་ཉི་མ་ཤར་འདྲ་བ་ཐོད་པ་ཀ་ཞེས་བྱ་བ་སྐྱེ་བོ་འདི་ལ་ཕྱག་འཚལ་ལོ། ཨཱ་ནི། ད་ད་རེས་ང་ཚོ་དེ། ཨཱ་ནི་སྤྱི་བཏང་གི། གྲུབ་ཐོབ་ཀུན་གྱི་རྒྱལ་པོ། ཨཱ་ནི་རྗེ་བཙུན་མི་ལ་རས་པ། ཚེ་གཅིག་ལུས་གཅིག་ལ། རྡོ་རྗེ་འཆང་གི་གོ་འཕང་མངའ་བརྙེས་པའི་ཨཱ་ནི་སྐྱེས་བུ་དམ་པ། ད་ཁོང་གི་ཨཱ་ནི་ཞབས་བཅགས་པའི་གནས། ད་ཅིག་བོད་དང་ཨཱ་ནི་བལ་ཡུལ། ལ་ཨཱ་ནི་ཅིག་མང་པོ་ཅིག་ཡོད་པའི་ནང་ནས་ཨཱ་ནི་སྤྱི་བཏང་དང་ད་ང་ཚོ་བལ་ཡུལ་ནང་ལ་ཡོད་པ། ཨ་ནི་ཁག་བཞི་འདྲ་བོ་གཅིག་འདུག་ཆ་དེ་གྱོད་རེད། ཨ་ནི་དང་པོ་དེ་ཨ་ནི་ལ་ཆེ་བདུན་བདུན་ཕུག་ལ་ཆེ་གང་གི་ར་བ་ལ་ཡ་བདུན་བདུན་ཕུག་དང་གཏུམ་མོ་འདམ་པ་ཨ་ནི་གཅིག་ཕྱོགས་ཀྱི་དངུལ་གྲུ་ཐོབ་ས་གཅིག་ཆ་དེ་གྱོད་རེད། ད་ན་བཞིན་གྱི་ད་ལྟ་ཡུལ་མོ་གངས་ར་ལ་ཨ་ནི་རྟ་ཕུག་སེང་གེ་རྫོང་ཆ་དེ་གྱོད་རེད། ད་ན་བཞིན་གྱི་ཨ་ནི་གཙུམ་ནང་ལ། ད་ནི་ཕུག་རོན་ཕུག་བྱས་ནས་གསུང་གི་ཡོད་རེད་ཨ་ནི་ད་རེས་ང་ཚོ་དེ་ད་སྙན་ཤང་ལ་ཡ་ཨ་ནི་སྙན་ཤང་མགུར་རྟ་བྱས་ནས་ཨ་ནི་རྗེ་བཙུན་མི་ལ་རས་པ་ཞབས་བཅགས་པའི་གནས་ཁྱད་པར་ཅན་ཞིག་འདུག་ཕྱག་འདེབས་ཀྱི་བ་སོང་ཙང་ཨ་ནི་དེའི་ཐོག་ལ་ད་ད་ངེད་ད་ཅིག་ལབ་རྗེས་ཟླ་བ་ཚེ་རིང་ཁོང་གིས་ཨ་ནི་གནས་བཤད་དུས་དུས་ཅིག

ཞེས་གསུམ་གྱི་ཐོག་ནས་དུ་ཞུས་པ་ཡིན། ཨ་ནི་ད་རྗེ་བཙུན་མི་ལ་རས་པ། ད་སྔོན་མ་ཁོང་གི་ཨ་ནི་སློབ་མ་ཐམས་ཅད་ཕྱོགས་སོ་སོ་ལ་ཡང་ཨ་ནི་བགྲོད་པ་ཉམས་ལེན་བྱེད་ཀ་གནང་ནས་ཨ་ནི་ཁོང་རང། ད་ལྟ་བལ་བོད་གཉིས་ཀྱི་ས་མཚམས། ད་སྙན་ཤང། ད་ཅིག་གཡས་རི་ཐམས་ཅད་བྲག་མཐོ་ལ་གཟར་བ་ཨ་ནི་གཅན་གཟན་གྱི་ང་སྒྲ་སྒྲོག་པ་དང། ད་ན་ཤིང་གི་གཡོན་རི་ཐམས་ཅད་སྤང་རི་སྣུམ་ལ་འཇམ་པ་ཨ་ནི། རི་དྭགས་སྣ་ཚོགས་ཡོད་དད་པ། ནི་དག་སྣ་ཤིང་གི་ཕུག་པ་བདུན་ལ། ནི་ཅི། དང་དང་རྫ་ཆུ་ལ་སོགས་པའི་གི། ནི་ཆུ་སྣ་ཚོགས་ཀྱི། ནི། སྒྲ་ཡོད་དད་པ། དེ་འདྲའི་གི། ནི་དབེན་ཞིང་ཉམས་དགའ་བ། བཀའ་གཏད་ཕུག་པ་ན་ཡ། ནི་གོང་བསྒོམ། ད་ཆུ་བོ་རྒྱུན་གྱི་ཏིང་ངེ་འཛིན་ལ་ཡ། ནི་ཉམས། ཉམས་ལེན་གནང་ཡོང་དུས། ནི་ཉི་མ་ཞིག། ནི་གོང། འདུག་ཏིང་ངེ་འཛིན་སྒང་ལ་བཞུགས་ཡོད་པའི་སྒང་ལ་ཨ་ནི་ཕུ་ནས་ཁྱི་སྐད་ཅིག་འདུག་ལྷང་ལྷང་ཁྱི་སྐད་ལྷང་ལྷང་ཅིག་འདུག་ཐོས་སྣང་བ་རེད། ཨ་ནི་ཁོང་གི་དགོངས་པ་ལ་དེ་སྔ་ཡིན་ན་ཨ་ནི་ཁོང་གི་ད་ལྟ་བཞུགས་སའི་ཕུག་པ་དེ་ཨ་ནི་ཅིག་བསམ་གཏན་འཕེལ་བའི་གནས་ཁྱད་པར་ཅན་ཅིག་ཡིན་དུས་ཨ་ནི་བར་ཆད་དེ་འདྲའི་བྱུང་མ་མྱོང་ད་ད་ལན་བར་ཆད་ཅིག་ཡོང་བ་འདུག་དགོངས་ནས་ཨ་ནི་ཁོང་གི་ཕུག་པ་མདོ་ལ་ཡར་འཕེལ་ནས་ཕ་བོང་ཅིག་གི་སྒང་ལ་འདུག་ད་ཅིག་སྙིང་རྗེ་ཆེན་པོའི་སྒང་ནས་ཨ་ནི་ཏིང་ངེ་འཛིན་ལ་ཡར་བཞུགས་གནང་བ་རེད། ཨ་ནི་དེ་དུས་ཨ་ནི་ཅིག་ཤྭ་བ་ཞིག་ད་བྲོས་ཡོང་ནས་ཨ་ནི་པད་འཇིགས་སྒྲ་དང་བཅས་པའི་ཐོག་ནས་ཨ་ནི་གི་རྗེ་བཙུན་གྱི་ཨ་ནི་སྐུ་མདུན་ན་འདུག་བྲོས་ཡོང་དུས་ཨ་ནི་རྗེ་བཙུན་གྱི་དགོངས་པ་ལ་ད་ཐུག་སྙིང་རྗེ་ཆེན་པོ་འཁྲུངས་ནས་ཨ་ནི་ཅིག་དེ་ལྟ་བུའི་ལུས་ཞིག་བླངས། ནི་ཅིག་ཉེས་པ་གང་ཡང་མིན་ཡང་འཇིགས་སྐྲག་དང་སྡུག་བསྔལ་དེ་འདྲས་ཤིག་མནར་མནར་འདུག་དགོངས་ནས་ནི་ཅིག་ཐུགས་སྙིང་རྗེ་ཆེན་པོས་ཤྭ་བ་དེ་ལ་ཡང་ནི་ཅིག་ཐར་པའི་ལམ་ལ་ཡང་འདྲེན་དགོས་འདུག་དགོངས་ནས་ནི་ཁོང་གིས་ཤྭ་བ་ལ་ཡང་ནི་མགུར་དེ་འདྲས་གསུངས་ནས་ནི་ཕྱིས་སུ་ཤྭ་བ་གྱིས་འཇིགས་སྐྲག་དང་མངལ་སྐྲག་ཐམས་ཅད་བག་ཉལ་བ་ཞི་ནས་ནི་རྗེ་བཙུན་གྱི་སྐུ་གཡོན་མཆོག་ལ་ཡང་ནི་ན་བཟའ་དེ་ཚོ་ནི་ཅིག་གིས་འདགས་ནས་ནི་ཅིག་མིག་མཆི་མ་འཁྲུགས་ཀྱིས་རྗེ་བཙུན་གྱི་གཡོན་མཆོག་ལ་འདུག་ཏུ་བཅུག་གནང་བ་རེད། ཨཱ་དེས་གང་འཚམ་བྱས་ནས་ཨཱ་ཁྱི་ཞིག་ཨཱ་ཤ་བའི་རྗེས་ལ་ད་ཅིག་ཏན་ཏན་ཁྱི་ཞིག་ཁྱི་སྐད་དེ་ཨཱ་ད་ཤ་བ་དེའི་རྗེས་སུ་དེད་ཡོང་གི་ཡོད་ས་རེད་དགོངས་ནས་ཨཱ་ཁྱི་དམར་པོ་ཨཱ་ཅིག་རྔ་མ་ནག་པོ་ཅན་ཅིག་ཨཱ་ཅིག་ཤིན་ཏུ་ཅིག་ན་ངར་སྐད་དང་བཅས་པའི་ཐོག་ནས་ཨཱ་འདུག་བྱུང་ཡོང་དུས་ཨཱ་རྗེ་བཙུན་གྱིས་ཁྱི་དེ་ལ་ཡང། ནི་ཅིག་མགུར་ཞིག་གསུངས་པ་ཡིན། ནི་ཅིག་དེ་འདི་ཐར་པའི་ལམ་སྣ་ལ་ཡང། འདྲོན་ཐུབ་པར་དགོངས་ནས་ནི་ཐུགས་སྙིང་རྗེ་ཆེན་པོས་ཁྱེད་འདི་ལ་ཡང་མགུར་གསུངས་ནས་ཁྱེད་འདི་ཡང་ནི་ཅིག་ཞེ་སྡང་ཐམས་ཅད་ཞི་ནས་ནི་ཅིག་བཙུན་གྱི་གཡས་ཕྱོགས་ལ་བཞུགས་ནས། ནི་ད་ཅིག་ཤ་བ་དང་ཁྱི་གཉིས་མ་བུའི་ཚུལ་དུ་ཐུགས་ཁ་ཟེ་བོ་དང་བརྩེ་བ་ཆེན་པོ་ན་ཞི་བྱས་ནས། ནི་ཅིག་བསྡད་ཡོང་དུས། ནི་འདུག་ཟེ་ད་ག་ལ་བ་རེད་ཅིག་བཟུན་ལ་ཡང་དད་པ་འདུག་ཟེ་ཁྱེད་གསུངས་པ་རེད། ཨཱ་ནི། དེ་ནས་རྗེ་བཙུན་གྱི་དགོངས་པ་ལ། ཨཱ་ནི། ཅིག་ཤ་བ་དང་ཨཱ་ནི། ཁྱི་དེ་ལྟ་བུ་ཅིག་གི་རྗེས་སུ་བསྟན། བསྟན། ཨཱ་ནི་མི་སྡིག་ཅན་ཅིག་འདུག། ཡོད་ས་རེད་དགོངས་ནས་ཨཱ་ནི། གང་བསམ་ཞིག་ནས་ཨཱ་ནི། ཅིག་ཁྱི་ར་བ་མགོན་པོ་རྡོ་རྗེ་དང་སྔོམ་པ་འགྲོ་བ་གོང། འདྲ་བའི་ནི་སྔོམ་པ་བརྒྱ་སྟེ་གིང་ཆག་དེ་གྱུར་བ་དེ་ཡིན་དུས་ཨཱ་ནི། ཅིག་སྐྲ་ཐམས་ཅད་སྤྱི་བོར་གཟིང་བ་ཨཱ་ནི། ཅིག་མི་ནག་ཞིང་བོ་དེ་འདྲས་ཅིག་རྗེ་བཙུན་གྱི་སྐུ་མདུན་ནས་ཕེབས་ནས་ཨཱ་ནི། ཁོང་གི་དགོངས་པ་ལ་ད་ཀྱི་བརྫུན་ད་གྲུབ་འདུག་དེར་གྱིས་ཨཱ་ནི། ཁྱི་ལ། དང་ཤ་བ་ལ་ཡང་དེ་ལ་ངན་ཞིག་བྱེད་དོ་དགོངས་ནས་ཞེ་སྡང་དྲག་པོའི་ངང་ནས་ད། རྣལ་འབྱོར་པ་འདི་ཚོ། ཐོ། གང་འདི་འདྲས་ལ་ཡང། འགྲོ་འདུག་འདི་ཚོ་སླད་ཡོང་གི་འདུག་རྨ་རྒྱ་མཚོའི་འགྲམ་ལ་ཉལ་སའམ་གསོད་ས་ལ་སླེབས་ཡོང་གི་འདུག་བར་ཚོང་རའི་བྱེད་ས་ལ་ཡང་འདུག་སླེབས་ཡོང་གི་འདུག་དགོངས་ནས་ད་ཞེ་སྡང་དྲག་པོའི། ཅིག། འདུག་ད་རྗེ་བཙུན་ལ་ཡང་ཞུས་ཏེ་རྗེ་བཙུན་ལ། རྗེ་བཙུན་གྱིས་ད་ཁྱི་དང་ཤ་བ་བཞིན་པ་ཡིན་ན་ཡང་མགུར་ཅིག་གནང་ཡོང་དུས། ཁོ་ཚོ་བས། སེམས་འདི་ཞི་བར་ནས་ཐུག་གི་འདུག་མི་ཞིག་ཡིན་དུས་ད་ཡིན་ད་ཡིན་དགོངས་ནས་ཁོང་གིས་དུ་སྐུར་འདི་འདྲའི་གསུང་གནང་པ་རེད་ཅེས་ནས་དུ་བཤོལ་རེད། རྗེས་གྲུབ་ཐོབ་རྣམས་ལ་གསོལ་བ་འདེབས་དུག་ལྔ་ཞི་བར་བྱིན་གྱིས་རློབས། འགྲོ་བ་མི་ཡི་ལུས་ལ་སྲིན་བུས་གདོང་མི་ལུས་སེན་གདོང་མི་ལས་གླུ་ལ་ཉོན། མི་ལུས་རིན་ཆེན་ཀུན་བཟུང་དེ་ཁྱོད་འདྲ་མཐོང་ན་ཀུན་རྒྱུ་མེད། སྲིན་བུའི་གཟུགས་ཀྱིས་འདེགས་པ་ཅན་ངན་སོང་སྡུག་བསྔལ་ཁྱད་བསད་ནས། ཚེ་འདིའི་འདོད་པ་འགྲུབ་ལབ་ཀྱང་སྡིག་པའི་འདོད་པ་མི་འགྲུབ་སྟེ། ནང་ཞེན་པ་ལོག་ན་དངོས་གྲུབ་ཐོག་ཕྱི་སྣང་བ་དུས་ཀྱི་མི་མཐུས་ཀྱི། ཁྱོད་རང་སེམས་འདུལ་བའི་དུས་ལ་འབབ། ཁྱོད་ཤ་བ་བསད་པའི་མེ་འབྲང་སྟེ་ནང་དུག་ལྔ་བསད་ན་ཅི་བསམ་འགྲུབ། ཕྱི་འདྲ་བོ་བཏུལ་ཡང་ཇེ་མང་འགྲོ་ནང་རང་རྒྱུད་བཏུལ་ན་འདྲ་བོ་མེད། མི་ཚེ་སྡིག་ལ་མ་སྐྱེལ་བར་དམ་པའི་ལྷ་ཆོས་བྱས་ན་ལེགས། ཁྱོད་ལ་ནཱ་རོ་ཆོས་དྲུག་གི་ཁྲིད་ཅིག་སྟེ། ཕྱག་རྒྱ་ཆེན་པོའི་སྒོམ་གཅིག་སྟོན། མང་པོ་གསུངས་ཡོང་དུས། ཐ་མ་འདི། ད་ཁྱི་ར་བ་མགོན་པོ་རྡོ་རྗེ་རྗེ་བཙུན་ལ་ཡང་གཅིག་དད་པ་རྩེ་གཅིག་ཏུ་ཐོབ་ནས། ད་ལྟ་རྟ་ཞུ་དང་ཁྱི་དང། ཤ་བའི་སོགས་དེ་འདྲ་ཕུལ་ནས་ང་རང་ཚོ་ད་ལྟ་ད་ཅིག་གཉེན་ཤང་ཡིན་ན་ད་ལྟ་ད་ང་རང་ཚོས་ད་ཅིག་ལས་དང་པོ་བའི་སེམས་ཅན་ཆེད་དུ། ད་ལྟ་རྟ་ཞུ་ན་རྟ་ཞུ་དེ་དངོས་སུ་ད་ལྟ་ང་རང། ང་རང་ཚོ་བྲག་གི་ངོས་ལ་ཡང་ནི་བརྗེ་ཡུལ་དུ་གྱུར་ཏེ་ཡོད་རེད་དེ་ཡིན་དུས་ང་རང་ཚོ་འདི་སུ་འདྲ་ཞིག་ཕེབས་པ་ཡིན་ན་ཡང་ད་ནི་དེའི་འདྲ་བཤུས་དེ་ང་རང་ཚོ་བྱེད་ཐུབ་དགོས་བ་རེད། ཨ་ནི་ད་ནི་གཞན་གྱི་ཨ་ནི་རྗེ་བཙུན་མི་ལ་རས་པས་ཀྱི་ཨ་ནི་ཁྱི་ར་བ་མགོན་པོ་རྡོ་རྗེ་ལ་ཡང་དབང་དང་གདམས་པ་ཡོངས་རྫོགས་པ་གནང་ནས་ཨ་ནི་གྲུབ་པ་ཐོབ་པའི་ཨ་ནི་ཅིག་རྗེ་བཙུན་གྱི་ཨ་ནི་སློབ་མ་ད་ཅིག་རས་པ་ཨ་ནི་ཅིག་སྐྱེས་བུ་དམ་པ་ཅིག་ཏུ་གསུངས་བྱུང་གནང་བ་རེད། ཤ་བ་དང་ཁྱི་དེ་ཡིན་ན་ཡང་ངན་སོང་གི་སྡུག་བསྔལ་ལས་གྲོལ་ནས་ཕྱིས་ཐར་པའི་གོ་འཕང་ལ་ཡང་འདུག་སྐྱོ་ཙམ་གནང་བ་རེད། དེ་ཡིན་དུས་ད་ང་རང་ཚོ་གང་ཟག་སུ་འདྲ་ཞིག་ཡིན་པ་ཡིན་ན་ཡང་གནས་དེ་ལྟ་བུ་ཅིག་ད་ཅིག་འདི་འདྲས་ལ་ཡང་དངོས་གནས་ཕེབས་ཐུབ་པ་ཡིན་ན་སོ་སོ་སྔར་རྗེས་ཀྱི་སྡིག་པ་ཐམས་ཅད་དག་ཡས་དང་ཅིག་ཕྱི་མ། ཐར་པ་ཐམས་ཅད་མཁྱེན་པའི་སངས་རྒྱས་གོ་འཕང་རིན་པོ་ཆེ་ཐོབ་ཐུབ་ཡས་ཀྱིས། ཨཱ་ནི། ད་ཅིག་གར་སོང་བས། ཕན། ཕན་རླབས་ཤིན་ཏུ་ཆེན་པོ་ཡོང་དུས། ཨཱ་ནི་དཔལ་མི་སྲིད་པས། ཨཱ་ནི་གལ་ཆེན་པོ་ཡིན། རེད། ཨཱ་ནི་དེ་ཡིན་དུས་ཚང་མ་ནས་འདི་ལ་ཡང་དངོས་སུ་ཕེབས་འདོད་པའི་རེ་བ་དང་སྨོན་ལམ་འདུག་ཞུ་ཡས་ཡིན། ཨཱ་ནི་ད་དོན་འདི་ལ་ངས། སྨོན་ཚིག་ཅིག་འདུག་ཞུ་ཆོག་པ་ཅི། བཀའ་དེའི་བུག་པར་བླ་མ་རྗེ་བཙུན་མཇལ། ཤར་བའི་གཟུགས་སྐུའི་གདམས་པའི་རྒྱུད་བཀྲོལ་ཏེ། འཇའ་ལུས་གཤེགས་པ་མགོན་པོ་རྡོ་རྗེ་ལ། གསོལ་བ་འདེབས་སོ་འགྲུབ་བསྟན་དར་བར་ཤོག།